ཐོག་མར་མཉམ་པ་ལ་སུན་སྣང་ཐུགས་སུ་ཆགས་ཆོག་ཅེས་འཚམ་བློ་ཐོས་གསུམ་བདེ་ལེགས་སྐུ་ཁམས་བཟང་ཞོལ་ཡིན། ཨ་ནི། ད་ང་དེ་བཅར་དགོས་པའི་རྒྱུ་མཚན་དེ་ད་ད་ལྟ་བཀའ་མོལ་མང་པོ་ཆེ་འགྲོ་དང་འགྲོ་བཞིན་པའི་སྒང་རེད་ཤག་ད་ལྟ་གུས་འདུད་ཀྱི་སྐུ་པར་ཨ་ནི། དེ་ད་གསར་པ་ཡིན་རྙིང་པ་ཡིན་གྱི་བཀའ་མོལ་མང་པོ་ཞིག་འགྲོ་བསྡད་ཤག་ཨ་ནི། ད་ང་ང་རེ་ཡིན་མི་ཆགས་ཤག་ཡིན་ན་ཡང་མེ་ཏོག་འདི་འདྲའི་ཞལ་ཁ་ཕྱེས་བསྡད་དུས་གུས་འདུད་ཀྱི་སྐུ་རྒྱབ་ལ་མེ་ཏོག་འདི་འདྲ་མང་པོ་ཞིག་འདུག་འདི་སྐུ་རྒྱབ་ལ་ཨ་ནི། མེ་ཏོག་མང་ཆེ། ད་དགུན་ཁའི་མེ་ཏོག་མ་བཞིན། མེ་ཏོག་དང་ཁྲ་ཁྲ་སིལ་སིལ། དེ་འདྲས་དེ་ད་ཅི་གིལ་མ་བཞིན་ཤ་བོ་མར་བ་མང་ཆེ། འདི་ངས་ལ་ཡ་དེ་འདྲས་བྱེད་དཀའ་མོད་ཅིག་བྱུང་སོང། ནི། ད་ཏི་སི་དོག་པའི་སུ་ར་ཅི་ལེགས་འདུག་ཡིན་ནའི་མེད་པ་ཤོས། ད་སུ་སུ་ཡིན་ནའི་ཞེ་འདོད་གསོལ་འདེབས་དང་ག་རེ་ཡིན་ནའི་སྨོན་ལམ་རྒྱག་གི་ཡོད་ཡིན་ནའི་ད་མེ་ཏོག་འདི་ད་ད་མེ་ཏོག་འདི་མིང་ལ Snap Dragon ཟིག་འདུག་བ། ད་བོད་པའི་ཐོག་ནས་ག་རེ་ཟིག་ཡོད་ན་འབྲུག་གི་མེ་ཏོག་ར་བྱི་མེད་འགྲོ། ནས་ད་ལྟ་ངས་ཅིག་དྲ་རྒྱའི་ནང་ལ་མེ་ཏོག་དེ་ཅིག་བལྟས་པ་ཡིན་པས་ནི་མེ་ཏོག་དེ་མིང་ལ Snap Dragon རེད་ཤག་ནི་རྣམ་པ་ཚོ་ལ་སྤྱན་འབུལ་བྱེད་ཞུ་བ་ཡིན། ད་ང་རའི་བསམ་པ་ལ་ད་ལྟ་དེ་ཀུན་འདུས་སྐུ་རྒྱབ་ཀྱི་རྒྱབ་ལོག་ལ་ད་མེ་ཏོག་ཁྲ་སིལ་སིལ་དེ་གི་སྐུ་རྒྱབ་དེ་ཕལ་ཆེན་མེ་ཏོག་ད་ལྟ Snap Dragon ཟེར་དེ་མེད་འགྲོ་ས་མེད་ར་ཞིག་འདུག་འདི་ད་ནས་ངས་ཅིག Wikipedia ནང་ལོག་ལ་དེ་ཤི་ལོག་པས་ནི། གཅིག་དང། གཡག་དང། གཅིག། ཀྱི། དུ་བ། ཟི་དུས་སམ། བཅིང་ད་བཞི་པ་ལྔ་པ་དྲུག་པ་དེ་བ་རེ་ཤ་ཨ་ནི་གུང་ཁ་ལེ་ཏི་ཚི་སོ་ཐུ་རི་ཟིག་དུ་ཡེ་ནས་བཅིང་ད་བཅུ་བ་སི་དེ་ནས་མེད་པ་ཆག་མེད་འགྲོ་བསམ་ཡས་ཤི་དུ་ཡེ་ནས་ད་ལྟ་དར་རམ་ས་ལ་ད་རྣམ་ཤི་དྲང་མོ་ཞིའུ་རེ་ད་གང་ཞིའུ་བཏང་དུས་ཙམ་པ་ཨ་མི་ཏོག་དེ་ཕེ་ཆེན་ག་འདྲི་སྐྱེས་པ་ཡིན་ན་བསམ་ཡས་ཅིག་གི་དོག་པ་བྱུང་སོང་ཨ་རྣམ་པ་ལྷན་རྒྱས་དེ་ཟི་རོ་ན་ཞུ་ཡས་འདུག་སི་ད་དི།

བཞི་པ་བྱས་བཞི་པ་ནས་དྲུག་པ་བུ་དོ་བྱས། ཨ་ནི་ཡི་ཅི་ད་བརྒྱད་པ་ནས་བཅུ་པ་བུ་དོ་ད་བཞི་པ་ནས་དྲུག་པ་བུ་དོ་མེ་ཏོག་དི་ཁྲ་སི་སི་ད་ཞལ་ཁ་ཆིག་དུ་བ་ཨ་དེ་ནས་ནས་ཐུག་ཡ་དི་ཅི་ད་བརྒྱད་པ་ནས་བཅུ་པ་བུ་དོ་ནས་ཐུག་དུ་དེ་འདས་ཅི་མེ་ཏོག་དི་ཞལ་ཁ་ཆིག་ཅིག་དེག་དུ་བ་ད་ཡི་ནས་ཅི་ད་དང་པོ་དི་བ་དེ་ཡ་དི་ད་དི་སི་དོག་པོ་མེ་འགྲོ་ས་མེ་ར་ཤི་ར་ཤ་དི་ཨ་ཡིན་སི་མེ་ར་ཤི་དུ་ཨ་དེ་ནས་མ་ཅིག་སི་ན་ད་ད་ཁོ་རང་གི་མེ་ཏོག་དི་ཞལ་ཁ་ཆེ་གི་དུས་ཚོད་དི་ཨ་ནི།